བྱས་ཙང་རྒྱ་ནག་གཞུང་ལ་གང་ལྟར་ཁོང་ཚོའི་འབྲེལ་ཕྱོགས་ནས་འབྲེལ་བ་ག་འདྲས་ཅིག་བྱེད་ཀྱི་ཡོད་པ་ཡིན་ན་ཡང་ང་ཚོས་ཤུགས་ལྡན་བསྟེན་མཁན་གྱི་མི་ས་ཡ་གཉིས་ཡས་མས་ཅིག་གི་ཚབ་དེ་རྩ་ནས་མཚོན་ཐུབ་ཀྱི་མ་རེད་ད་དེ་གསལ་པོ་ཞུ་བའི་གཅིག་བྱ། ད་ད་ལྟ་ནི་བཙན་བྱོལ་སྒྲིག་འཛུགས་ཀྱི་དེ་ནི་སྲིད་བློན་བློ་བཟང་སེང་གེ་དང་དེ་ནི་ཤར་གླིང་ཟླ་སྒྲོན་ལགས་རྣམ་པ་གཉིས་ཀྱིས་ད་ལྟ་དེ་གི་དྲིལ་བསྒྲགས་དེ་གའི་དེ་གང་ག་ཕྱི་རྒྱལ་གྱི་མི་ལ་བྱེད་ཀྱི་ཡོད་པ་ཡིན་ན། དེ་ཕྱི་རྒྱལ་གྱི་མི་ལ་ང་ཚོ་གི་ཡག་དང་ངན་གྱི་དྲིལ་བསྒྲགས་བྱེད་ཡག་གི་ཐོབ་ཐང་དེ་ཁྱང་ཚོ་ལ་ཡོད་མ་རེད་མེད་པ་དེ་ད་ཉིས་སྟོང་བརྒྱད་ནས་གསལ་པོ་ཆགས་ཚར་བ་རེད་གཅིག་དེ་འདྲ་རེད་བཞག་དེ་ཡིན་དུས་གང་ལ་དེ་གསལ་པོ་བྱེད་ནས་དངོས་གནས་དྲང་གནས་མཁྱེན་དགོས་དེ་འདྲ་རེད། དེ་འདྲས་ཡིན་ཙང། ཕྱི་རྒྱལ་གྱི་དེ་ནས་པའི། རེད་བ། དེ་ཡུ་རོབ་ག་ལ་ཡིན་ན་རེད་ཨ་རི་ག་ལ་ཡིན་ན་རེད་གཞུང་ཚབ་ག་ལ་ཡིན་ན་རེད་ཕྱི་རྒྱལ་གྱི་མི་མང་གི་ནང་ལ་ཡིན་ན་རེད་འོ་དེ་ལ་ཡང་ཨ་ནི། ཤུགས་ལྡན་ལྟས་ངན་གྱི་བོད་པ་འདི་གའི་དེ་ཡག་དང་ངན་གྱི་ཇུས་གཏོགས་བྱེད་ཀྱི་ཐོབ་ཐང་དེ་ཁྱེད་རང་ཚོ་ཡོད་མ་རེད། དེ་ཚོ་གི་ཡིན་པ་ཡིན་ན་ཡང་ཨ་ནི་ང་ཚོ་རིམ་པས་གི་འབྲེལ་བ་ཡི་ཞུ་གུ་རེད་ལ་ཤུགས་ལྡན་ལྟས་ངན་གྱི་དེ་ནི་འཛམ་བུ་གླིང་ལ་ག་ས་ག་ལ་ཡོད་ངན་གྱི་མི་ཚོ་གི་ལས་ཀ་ཡི་ཏན་ཏན་བྱེད་ཀྱི་རེད་བསམ་གྱི་འདུག་ངའི་བསམ་པ་ལ། བྱེད་ཡོད་དགོས་ཀྱི་རེད་བྱེད་ཀྱི་རེད། དེ་བྱེད་ཡོང་དུས་གང་ལ་ངེས་པར་དུ་ཡང་ལྟ་ང་ཚོ་ཁ་ཁ་ཡིན་པ་དང་ཁ་བརྡའི་ཡིན་པ་དེ་ཧ་གོ་བའི་ཐོག་ནས་ཨོ་དེ་འདྲས་ཧ་གོ་བའི་ཐོག་ནས་ཨནི་ཁོང་ཚོའི་སྐད་ཆ་དེ་ལ་ཡང་ཨནི་ཡིད་ཆེས་མ་གནང་རོགས་གྱིས། ང་ཚོའི་སྐད་ཆ་ལ་ཡིད་ཆེས་བྱེད་རོགས་ཟེར་ནས་ཞུ་ཡ་ཡོད་མ་རེད་དེ་ཁོང་ཚོའི་སྐད་ཆ་ལ་ཡིད་ཆེས་མ་རོགས་གྱིས་ང་ཚོའི་གི་གནས་ཚུལ་དེ་ང་ཚོ་རང་ལ་དྲིས་རོགས་གྱིས་ང་ཚོ་རང་གི་དེ་ནས་ལན་རྒྱབ་གི་ཡིན་ཟེར་ནས་དེ་རྒྱལ་སྤྱིའི་གི་སྡིངས་ཆའི་གང་ལ་ཡིན་ན་ང་ཚོ་དེ་ག་རང་ཞུ་ཡ་ཡིན་བྱས་ཙང་དེ། ད་ལྟ་རྒན་གྱི་གསུང་ཡག་གི་དེ་གི་ཐོག་ལ་ཡང་ད་ངའི་འབྲེལ་ཡོད་ཀྱི་ཆ་ནས་ཞུ་དགོས་ཡག་གི་ཆབ་སྲིད་ཀྱི་གནས་ཚུལ་ཁག་གཉིས་དེ་དེ་འདྲས་ཅིག་ཆགས་ཡོང་འདུག་འོ་ད་དེ་འདྲས་ཡིན་འདུག་ཁ་ལ་ད་ངའི་གི་ད་ལྟ་ཞུ་དགོས་ཡག་གི་ད་དོན་ཚན་གཙོ་བོ་འདྲ་བོ་དེ་དེ་ག་རང་ཡིན། ནི། ད་ཅི། ད་ང་རིགས་ཀྱི་དྲན་ཚོད་འདྲ་བོ་དེ་ད་དེ་རོབ་རོབ་ཅིག་ཞུ་བཞིན་ན་དེ་འདྲས་ཡིན་ཨ་ནི་དེ་གང་ལ། ཅི་ཡག་ངས་མ་དྲན་པ་འདྲ་ད་ཁ་གསབ་རྒྱབ་དགོས་ཡག་འདྲ་བོ་ད་ད་དེ་འདྲས་ཡོད་ན། ཨ་ནི་རྒན་རྣམ་པ་ཚོས་རེད་ཅི་འདི་ང་ཚོ་གང་ག་དེ་ལས་བྱེད་རྣམ་པ་ཚོ་གང་ག་ཕེབས་ཤག་ཨ་ནི་ཡང་དེ་དེ་ཚོས་གསུང་རོགས་གནང། དེའི་ཐོག་ལ་ག་རེ་ཡིན་ན་ཁ་གསལ་བོ་བཟོ་རོགས་གནང། འོ་ད་གང་ལྟར། ང་ཚོ། ཤུགས་ལྡན་ལྟས་ངན་དེ་ག་དེ་ད་དུས་ད་ལྟ་བར་དུ་དངོས་གནས་དྲང་གནས་ང་ཚོ་ལ། མགོ་ནས་ད་བར་དུ་མགོ་བླ་མ་ནས་གསུམ་པ་གཅིག་གི་བར་མ་གི། མི་དམངས་དཀྱུས་མ་གི་བར་དུ་ཉེས་པ་ག་སྐད་མེད་ད་སོ་སོ་ལྷ་དེ་སོ་སོ་བསྟེན་སོ་སོ་ཆོས་དེ་སོ་སོ་བྱེད་འཇུག་རོགས་ཅེས་ཟེར་ས་གི། ས་ཆ་དེ་གང་ལ་ད་མ་བརྡུངས་ནས་ད་ད་ལྟ་བར་དུ་དེ་འདྲ་བྱས་བསྡད་པ་མ་གཏོགས་ཅིག་གཞན་པ་ང་ཚོ་གི་ཉེས་པ་ག་སྐད་ཅིག་བསགས་ཡོད་བསམ་བསམ་དངོས་གནས་དྲང་གནས་རྩ་བ་ཉིད་ནས་མི་འདུག་བྱས་ད་འདི་འདྲས་ཡིན་དུས་གང་ལ། ད་དུང་ཡིན་ན་ཡང་ཤུགས་ལྡན་ལྡན་འགས་དེ་ཁ་བཙུམ་མགོ་བསྒུར་ནས་དུས་ནམ་ཡང་བསྡད་ཀྱི་མ་རེད། ཁོ་བདེན་པ་ཡོད་གཅིག་ནི་བདེན་པ་ཡོད་རེད་ཨོ་གཉིས་ནས་ཐུབ་ཚོད་བཏང་ནས་བས་ཨོང་ཡོད་བཏང་ནས་དེ་བྱས་ཞག་པ་ཡིན་དུས་གང་ལ། ད་ཁ་བཙུམ་མགོ་བསྒུར་ནས་རྩ་བ་ཉིད་ནས་ངས་བསྡད་ཀྱི་མ་རེད། ངས། ངས་མ་ཡི་ད་ག་རང་ཞུ། ང་དེ་སེམས་ལ་ཡིད་ཆེས་ཡོད། ཤུགས་ལྡན་ལྟས་ངན་དེ་ལ་མ་འདྲ་གི་སྤོབས་པ་ཅི་ཡོད་རེད། ཕྱོགས་གཅིག་ནས་ཁོ་སོ་སོ་བདེན་པ་ཡོད་ཙང་སྤོབས་པ་ཡོད་ཡོད་རེད་ལ། ཕྱོགས་གཅིག་ནས་དུས་ད་ལྟ་བར་དུ་བོད་མི་རིགས་ཀྱི་ཐོག་ལ་འགན་ཆེ་ཤོས་དེ་ང་ཚོ་ཤུགས་ལྡན་ལྟས་ངན་ཚོ་ཁྱེར་ཡོད་པ་ཡིན་ཙང་དེ་གི་རང་བཞིན་གྱི་སྤོབས་པ་ཡོད་རེད་ལ། ཨོ། རང་བཞིན་གྱི་ཁོ་རྒྱུད་པ་དེ་མ་སོང་ན་ད་དེ་ཡོད་རེད། བྱས་ཙང། ལུང་པ་ཁ་ཤས་རྣམས་ལ་བཤད་ཡ་འདུག་བ་ང་ཚོ་ལ་དཔའ་བོ་གི་རྒྱུད་པ་ཡོད། དེའི་ནང་བཞིན་གྱི་ང་ཚོ་ལ་འགན་ཁུར་ཤུགས་ཆེན་པོ་ཆོས་དང་སྲིད་གང་ཟེར་ཆ་ནས་བྱས་པ་ཡིན། ད་ཕ་ཉུང་ཙམ་ནས་བཤད་པ་ཡིན་ན་དགའ་ལྡན་ཕོ་བྲང་འགོ་བཙུགས་པ་ནས་བཟུང་བ་ཅིག་གིས་ད་ཤུགས་ལྡན་བསྟེན་མཁན་དེ་ག་དེ་གའི་ཆོས་སྲིད་གཉིས་ཀྱི་ཐོག་ལ་འགན་འཁྱེར་ནས་སྐྱོང་ཤར་བ་གཅིག་དང། བཟོ་བརྡ་བཟོས་ཤར་བ་གཅིག་དང། འདི་བྱས་ཤར་བ་གཅིག་རེད། བྱས་ཙང་ད། དྲིན་ཆེན་ལགས་པ་རྡོ་ཡི་དུང་ནས་ད། ད། དགུ་བཅུ་དགུ་དྲུག་ཉིས་སྟོང་བརྒྱད་ནས་གསུངས་པ་གཅིག་གིས་ད་དེ་འགན་ཁུར་བྱེད་མཁན་ཞབས་ཕྱི་ཞུ་མཁན། རང་སྲོག་བློས་བཏང་བྱེད་མཁན་མི་རྒྱུ་ཟོག་གསུམ་གི་ཕ་གའི་ཞབས་ཕྱི་ཞུ་མཁན་དེ་ག་དེ་ད་མཐའ་ལ་པི་ཡོང་པ་རེད། མཐའ་ལ་པི་ན་ཡང་ཁ་སྐད་ཡོང་བ་རེད། ཁོ། བྱས། དཔའ་བོ་གི་རྒྱུད་པ་དེ་དཔའ་བོ་གྱི་དཔའ་བོ་གི་རྒྱུད་པ་རང་རེད། བྱས་ཙང་འདི་ཡིན་དུས་གང་ལ་སྤོབས་པ་དེ་གཞན་དག་མ་འདྲ་ཏན་ཏན་ཡོད་རེད་ཤུགས་ལྡན་བསྟེན་མཁན་གི་མི་མང་དེ་ལ། ཁ་ནས་བཤད་ནས་སྤོབས་པ་ཡོད་རེད། ལག་གིས་བྲིས་ནས་སྤོབས་པ་ཡོད་རེད། ཨོ། རྣམ་འགྱུར་ཞིག་བསྟན་ནས་སྤོབས་པ་ཡོད་རེད། ཨོ། དེ་འདྲ་འདྲ་སུའི་ནང་ནས་མ་འདྲ་ཅིག་ཏན་ཏན་ཡོད་རེད། ད་དེ། ངས་ཡོད། བྱས་ཙང་དེ་འདྲའི་ཡིན་དུས་གང་ལགས་ནི་ད་ཚང་མས་གི། ཨོ། ཚང་མ་ལོག་ལ་ཡ་ངའི་ལག་པ་ཐལ་མོ་སྦྱར་ནས་ངས་ད་གི་གུང་ལ་བཞུར་བ་དེ་ག་དེ་ངའི་ལག་པ་དེ་ད་ག་རང་ཡིན་ཟེར་ནས་བཞུར་བོ་མེད། ནང་ཆེས་ནང་སུ་ཡིན་ན་བརྟག་དཔྱད་གནང་རོགས་ཅིག་དེའི་ཐོག་ལ་རྒྱུ་མཚན་འདུག་མི་འདུག་གཟིགས་རོགས་ཅིག་གལ་ཆེ་ཤོས་དེ་ངའི་སྤྱི་ཡོངས་ཀྱི་གནས་ཚུལ་དེ་གལ་ཆེ་བ་དེ། ཨོ། ཞུ་གི་ཡོད། ངོ་རེ།